ཚེས་བཅུ་བདུན། ཨ་ད་རེ་ནས་ཉི་མ་ཁ་ཤས་ཅིག་ཞུ་ཡས་རེད། ཨ་བྱམས་པ་ལེགས། སྙིང་ཐག་པ་ནས་དགའ་བསུ་ཡོད་ཞུ་ཡས་ཡིན་ད་ཁྱེད་རྣམ་པ། འཛམ་བུ་གླིང་ས་གནས་ག་བ་ལ་ཐེ་བ་ཡིན་ནས་ཅིག། མུ་ནས་སེམས་པ་དགའ་དགོས་ཀྱི། གནས་སྟངས་ཅིག་ཆགས་འགྲོ་གི་འདུག་ག་བྱས་ཟེར་ན་ཁྱང་ཚོ་ཡང་གཟི་བརྗིད་ཡོད་ར་གཟི་བརྗིད་ལང་གི་ར་མུ་ནས། བོད་དོན་འཐབ་རྩོད་ཆེད་དུ་འདི་བར་ཕེབས་སྐོར་རོ། འོ་འདི་གི་དགའ་བསུ་ཡོད་ཤོས་ཡིན། ཐུགས་རྗེ་ཆེ། ད་དེ་དང་མཉམ་དུ་ཁ་ཟས་འདི་བ་ཅིག་ལ་ད་ལྟ། སྤྱི་འཐུས། གོ་དཀར་ལགས་ཀྱི་སྐོར་ལ་སྐད་ཆ་ཅིག་བཤད་ཡོད་འདི་དང་འཕྲོས་པའི་ཐོག་ནས་ད་རེས་ཡང། France ལ་ད་ལྟ་རྨོ་ཅིག་སྡུག་སྐད་བརྒྱབ་ནས་བསྡད་འདུག་ལ་ནི་གནས་ཚུལ་ཅིག་ལས་སོ། ཕྱི་ཐག་ནས་ད་ལྟའི་ཁ་ཆེ་ཉི་མ་གཅིག་གཉིས་གཉིད་ལས་ཚ་བ་དེ་ཡིན་ནས་ང་བེད་སྤྱོད་རོགས་ཨ། དུས་ཚོད་མེད་པའི་རྐྱེན་གྱིས་ཨ་ནི་དེའི་ཐོག་ལ་སྐད་ཆ་བཤད་བྱུང་མ་སོང་ཕྱི་ཐག་ནས་ད་ལྟ་རྨོ་དེ་ལ་དོ་སྣང་སྤྲོ་བོ་འདྲེ་སྤྲད་དགོས་ཨེ་ད་རེད་མི་འདུག་ཡིན་ན་ཡང་ད་ད་ལྟའི་གི་དུས་ཚོད་དེ་ལ།

ཡུ་རོབ་ཀྱི་རྒྱལ་ཁབ་གསུམ་ལ་ཕེབས་པ་རེད་ལི་ཐུ་བ་ན་ལ་ཐི་བྷི་ཡ་ནི་ཐ་མ་ད་ལ་ཨེས་ཐྲོ་ནི་ཡ་ད་ད་ལ་རྒྱ་གར་ཕར་འབྱོར་ཚར་བ་རེད་ད་ཕར་ཅིག་འབྱོར་དེ་ཡང་ཚུར་ཡང་སྤྱི་འཐུས་གཟི་བརྗིད་ཚ་བོ་གཞན་པ་གཉིས་ཆོས་ཀྱི་ནང་སྐོར་དང་ཧ་ལས་པའི་གི་བཀའ་བསྒོས་ཅི་རེད་བསམ་གི་འདུག་ང་ཚོས་ཀྱི་སྤྱི་ཚོགས་ནང་ལོགས་ལ་བརྡབ་གསིག་བཏང་ཉེ་ག་ཚོད་མོ་ག་ཚོད་ཡོད་པ་ཡིན་ནའི་འདིའི་གི

མོན་གྷོ་གྱི་སྐེམ་རྒྱལ་པ་ནས་ཐོན་སྐྱོང། ར། ཇི་འདྲ། བཅུ་པ་ཐོན་ལ་མ་ཐོན་ལ་ལ། གཞུང་གི་ཧུག་སན Crooks ཐོར་ནས། ཨ་ནི་རྩིས་དཔལ་གྱི་མིང་གྲགས་བགྱིད་པོ། རྟ་རྩིས་པ་ནོར་བདེ་སྐྱོ་ར། རྩིས་རྒྱག་མ་ཤེས་ཉེས་གྱོང་འདྲེ་ཉེས་ཀྱི་རྩིས་པ། ལྐོག་ཟ་རིང་ལུགས་ཨ། ཟ་ཟ་བྱེད་ཀྱི་ཨ། གཞུང་གི་དཔེ་ཤ་ཟ། ནང་མི་ལ་ཕ་བཏང་ལས་ཀྱི་ཨ། དེ་འདྲའི་རང་བྱས་ཨ་ནི་དེ་ནས། བཙན་བྱོལ་ནང་ལ་བཞུགས་ཉེས་ཀྱིས་བོད་པ་ནང་ལོགས་ནས་བོད་རིགས་སྤུན་ཟླ་སྤུས་དག་ཤོས་དེ་ཚོ་ལ་ཨ་ནི་བསྟན་དགྲ་དེ་གིས་མ་དེ་ཡང་ཐབས་ཤིག་བཏང་སྟབས་ཕེ་རེ་བརྒྱབ་བསྡད་འདུག་ལ་སོ་སྤྱི་དག་ནས་དམངས་དམངས་བྱེད་ཀྱི་མཁྱེན་གྱི་རེད། ཐ་ན་ཁུངས་ལྡན་ཤ་ར་མི་མང་གི་གཏེར་དཔོན་ཅིག་ཆགས་བསྡད་གོ་རེ་མོ་དེ་ལས་ཀ་མེད་ཨ་ནི་རྒྱ་མི་རྐུབ་བཏགས་ཀྱི་ལས་འགུལ་དེ་འདྲའི་དཔེ་ནི་འདི་གི་འདུག་ཨ།

ར་བླ་མ་བླ་ཆེན་རྣམ་པ་གྱི་དགེ་འདུན་པ་རྣམ་པ་ལ་ཞབས་བཅུ་རྒྱ་བོ་རེ་ལ། ཞབས་བཅུ་རྒྱ་བོར་ལའི་དེ་ལེ་ལོ་རེ་ཨ། ག་བ་ཞབས་བཅུ་ལེ་ལོ་རྒྱ་ཡོ་ར་ཨ། ནོ་བྷེ། དགེ་འདུན་པ་རིགས་སུ་རྒྱུ་བ་ལ་ད་ཞབས་བཅུ་རྒྱ་ཨེས་ད་དབྱུག་བཞི་དང་ཀི་ལོ་མི་ཏྲ་གཅིག་ཟེ་མ་གོ་གོ་ཆི་གོ་གོར་ཁྱེད་རང་འགྲོ་འདེགས་ཁྲིབ་མང་ཁྲ་ནི་ར།

མངའ་རིས་མི་དམངས་བདེན་འཚོལ་བ་ཡག་པོ་འདུག་ཨ། སྟོད་མངའ་རིས། རོ། ད་ཡ་མོ། གང་ཞིག་མོ་ར་མོ་ར་འདྲ་ཟ་བ་ཅིག་བཟོས་འདུག་ད། རྒྱ་མི་གི་ནི་བོད་དེ་རྒྱ་གི་ཆ་ཤས་ཡིན་ལགས་པོ། ར། ཨ་ནི་རྩ་བ་ཉིད་ནས་བློས་བཏང་གི་མེད་ལགས་པོ། ར། ཨ་ནི་བོད་པ་བདེན་འཚོལ་གི་རྒྱ་མི་གི་ག་རེ་ལབ་པ་དེ་བྱིན་གྱིས་མི་འཇིགས་བྱས་པོ་ཡོད་ལགས་པོ། གད་མོ་ཤོད་ཨེར་ད། བསྟན་དགྲ་འདི་གིས་ནི། མངའ་རིས་འདི་དབུས་གཙང་གི་ཆ་ཤས་རེད་ལབ་བོ་ད། ཨ། ཁྱེད་ཚོ་དེའུ་འདྲ་བོ་ཆགས་སོས། བྱས་ཙང། མངའ་རིས་མི་མང་གིས། དབུས་གཙང་མིག་གི། གོ་དཀར་སྤོ་དཀར་དེ་ཚོས་ཀྱི་ག་རེ་ལབ་རྒྱོ་ཚང་མ་ལ་ཉན་གོ་ཡོད་ལབ་བོ། ད་དེ་འདྲའི་སྐད་ཆ་ཆགས་བསྡད་ཨེར་ད་དབང་ཡོད་ར་དབང་ཡོད། དེང་དུས། ཆབ་སྲིད་ཀྱི་དབང་ཡོད་ལ་ཨེ་དོ་ར། ད་དེ་སྒྲུབ་མ་ཐུབ། མངའ་རིས་མི་དམངས་རྣམ་པ་བདེན་པ་རྒྱ་ལོ་གི་ལམ་ལ་ཐེ་ཉེ་བ། ཨང་དེ་ཚོད་ཀྱིས་སྤྱི་ཟླ་བདུན་པའི་ནང་ལ་ནི་ང་རང་ཚོད་ཀྱི་བོད་མི་མང་སྤྱི་འཐུས་སེར་མོ་སྐུ་ཞོགས་ལྷ་གྱེར་རྣམ་རྒྱལ་གྲོ་ག་ལ་ལ་ག་ལ་དེ་ན་ཅིག་ཕེབས། ད་དེ་ལ།

མིག་གི་ཐོག་ནས་ཡིན་ན། བཟའ་ཚང་ཞིང་ལྤགས་ཀྱི་ཁྱོ་ག་གིས་ཉལ་ཅེས་བ་ལ། སུ་སུ་སུ་རྐུབ་སྟོན་ག་འགྲོ་འོ་ཧྲུག་ར། ཨ། སུ་སུ་སུ་ཁེ་ཕན་ར་ཡ་བྱེད་དོ། བདག་པོ་རྒྱག་གི་མ་རེད་ཞིང་ལྤགས་ཀྱིས་བུ་ཆུ་བཏང་ནས་གཡུག་བྱ་ཡ་རེད། ཁྱེད་གཉིས་ལ་དེ་ལ་ལག་པ་འཆང་ས་བྱེད་བ་དང་མོ་ར་ག་ད་ཆོད་རྒྱུ་རེད་དོ་ཨ།

གསུམ་བཞི་བཅུ་དྲུག་ཡོད་ས་རེད། ཡིན་ན་ཡང་ཆོས་བརྒྱུད་གཅིག་བསྡུས་རྣམ་པ་དང་བདེན་པ་རྒྱ་ལོ་རྣམ་པ་གྱི་ཧ་གོར་ཁོག་མི་འདུག་ལ་གསུངས། ཨ། མོ་དེ་འདྲས་ཅིག་ཡོད་པ་ཅིག། ངུ་འདི་བྱེད་ནི་ར་དེ་འདྲ་ཁྱོད་ར་ག་རེ་མོ་ག་རེ་བྱེད་ནས་རེད་སྐྱ་བྱེད་ནས་སྟོང་བྱེད་ནས་འབུམ་བྱེད་ནས་རེད། ཁྱེད་སྐུ་ཅི་ནུས་ཐུ་ཨེ་ཡོད་མ་རེད། ཨ།

བོད་ཀྱི་བསྟན་པ་ཆབ་སྲིད་ཀྱི་སྐྲ་འདི་འཛམ་བུ་གླིང་གི་སྐྲ་ཆག་པོར་བལྟ། ཁྱེད་རང་རྡོ་རྗེ་ཡིན་ན་རོ། སྤུ་བོ་ཁྱེད་རང་ལག་པ་ལ་རྩིས་བྲལ་དེ་ཡག་པོ་མི་འདུག་རྩིས་བྲལ་དེ་ཁྱེད་རང་འཇོན་ཐང་ནས་མ་བཏང་ཡར་འགྲོ་མར་འགྲོ་བཏང་ཡང་ཅི་དགོས་བྱེད་དོ་ར་ཨ། ལས་ཀ་དེ་ག་འདྲས་ར་གོར་ལ་ཁྱོད་འགྲོ་འོང་འདྲས་འཇོན་ཐང་མེད་ལས་ཀ་པིགས་པིགས་ད་ག་ས་དེ་ཚོ་ར་ཨེ་དེ། ད་ད་ཡུ་རོབ་ཀྱི།

ཕྱི་ཡི་རུས་བདེ་སྐྱོག་ནང་ཡི་རུས་བདེ་སྐྱོག། ད་འདོད་བཞིའུ་ཅི་ཡིན་མདོག་མདོག་བྱེད་ནི་ཕལ་རེ་ཀྱང་དེ་ག་བྱེད་དོ། ཀི་བདག་ཆོས་ར་ད་གའི་ཁྱོད་ར། ཤབ་བཅུའི་རྒྱ་སྒོར་ལ་ནི། མི་ལ་བཀའ་བཏང་ཨེ་དྲོན་ཨ། ད་ཁྱོད་ཀྱི་རྐུབ་བཏགས་ཁྱེད་རང་གི་རྐུབ་བཏགས་ས་རང་གི་རང་རྐྱག་རྐྱག་པའི་རྐུབ་བཀྱག་ལས། ད་ཁྱེད་རང་གི་བྲན་མོ་གཞོན་པ་ཅིག་ཡོད་ད་རྩ་ཉམས་སྟོང་སྤར་ཏེ་ཉལ་ཅིག།

ཚེ་བརྟན་ཆོས་སྒྲོན་ཏག་ཏག་བཟོ་གི་ཡོད་གླ་ཕོག་རྟ། France དང Switzerland གྱི་མི་མང་ལ། ཚེ་བརྟན་ཆོས་སྒྲོན་ཏག་ཏག་བཟོ་གི་ཡོད་གླ་ནི་ཕལ་རེ་རྒྱབ་སྟེར་གི་དེ་འདྲ་ཏག་ཏག་བཟོས་ལེ་གླ་མདོག་ལ། ཚེ་བརྟན་ཆོས་སྒྲོན་ལ Security ཡོད་མ་རྟ་གར་ཅི་ལ་ན་ང། སེམས་ལ། དྲང་པོ་བྱིན་འགྲོ་གོ་ར། ཞེས་བཀའ་ཡོད་མ། སུས་ཀྱི་གནོད་པ་བཏང་གི་རེད་བསམ་ནས། སྟབས་ལེགས་མ་སོང་བ་ཁ་ཚིག་ངན་ལབ་ས་ཡོང་ངེས་ཡོད་ན་ཤ་ང་ས་ས་ལ་རུ་བྱས་ཟིན་ང་བི་ཛི་ཡིན། དུས་ཚོད་སྟོང་པ་ཡིན་དུས་ཙམ་པ་ལ་ངེད་ཀྱིས་ང་དེ་དེ་འདྲས་དེ་འདྲས་ལ་དུས་ཚོད་སྟོང་པ་ཡོད་ལ་ནི་ད་ཡོང་ངེས་དེ་ཚོ་ཤོག་ལ་ནི་ས་གནས་དང་ཚང་མ་ཕྱིན་ནས་ང་ཚོ་ལ་བི་དྲོ་ཟོ་གོ་ལ་ས་ཚུ་ཅེས་གླེང་ཡས་མེད་འདུག་ཨ། ཁྱི་སྙོམས་ཆུ་སྐྱེས་དེ། ཁ་ཚོང་མ་ས་རྒྱོ་རྐུབ་དེ་ཚོ་མེད་རྒྱོ།

བྱོས་མ་སོང་བ། ཨ། ཡོང་ངེས་མི་འདུག་བ་ཡོང་ངེས་ཡོད་ན་ད་འདོད་ཡིན་ལག་ཡོད་ད་ཉིད་ཀྱི་ཤོག་ལ་ཡ་དེ་དུས་ཚོད་འདི་ད་འདོད་དྲེགས་ཡོད། ཡོང་ངེས་མི་འདུག་བ། ཡོང་དགོས་ཡ་ཁོ་ན་ཡོད་མ་རེད། ཨ། ངས་རྒྱབ་སྐྱོར་བ་རེད་ཁྱེད་རང་ག་རེ་མོ་ག་རེ་ཁ་རྒྱག་པ་ཤ་ཁ་བྱེད་ན་མ་བྱེད་ནས། ཨ། Paris ལ་རྐང་རེ་གཉིས་བྱེད་ཡོད་རྟ། རྟ། དེ་འདྲ། དེ།

ལྷ་རྒྱལ་རྣམ་རྒྱལ་གྲོགས་ཁ་ལ་དུས་ཡུན་ལ་ཡོད་དུས་ཚན་པ་མི་མང་གི་མཐོང་སྐྱོང་རེ་ད་ལས་སླེ་གི་འདུག་དུས་ཡུན་ལ་སླེ་དུས་མོ་གུ་གུ་འདྲ་བོ་བྱེད་འདུག་ལ་ས་མོ་ད་ལྷ་རྒྱལ་རྣམ་རྒྱལ་གྲོགས་ཁ་ལ་གི་གཟི་བརྗིད་ཀྱི་མོ་བད་ཁོ་ར་མ་ས་ལ་མ་ཐུ་ར་ཐུ་ར་བྱེད་རང་བཞིན་གྱི་ཤོར་འགྲོ་གོ་ར་ད་དག་ན་ཞིག་ཆོས་རྒྱུད་སྤྱི་འཐུས་རྣམ་པ་དུས་ཡུན་ལ་འཕེལ་དུས་ཚན་པ་ལ་ནི་དེ་འདྲ་དེ་གོ་ས་ལ་འགྲོ་རོ་འགྲོ་རོ་བྱེད་གི་འདུག་ཐོང་ས་རི་གྲོ་དེ་འདྲའི་ནང་ལ།

མི་མང་ལ་བཀའ་ཐོག་བཏང་ནས་གཤག་བཅོས་རྒྱག་དགོས་རེད་གཅིག་བྱེད་དགོས་རེད་གཉིས་བྱེད་དགོས་ལད་དེ་ཁ་དེ་རྒྱག་ག་ལ་ཨ། ལས་ལོ་ཡོད་བསམ་གི་འདུག་ཨ། ཁྱེད་ཚོ་ག་རེ་མོ་ག་རེ་ལ་ཀ་བྱེད་ནས། ཁྱེད་ཚོའི་གི་ཁ་རྒྱག་པ་བཤད་ས་དེ་ཚོ་དེ་བ་ལ་སུ་བཅད་ནས་གོག་མི་འདུག་ཁྱེད་ཚོ་ཁ་རྒྱག་པ་བཤད་དེ་རྒྱུ་བྱོས་ར་ཨ།

ཁྱི་སྨྱོན་པ་བཅས་ཀྱི་ཕལ་པའི་རྒྱབ་བལྟས་ནས། རེ་བལ་སྟེ་སྟབས་ཡག་ནས་གཞན་པ་ལ་གྱོད་མི་འདུག་བ། བོད་པ་གཞན་པ་ལ་གྱོད་མི་འདུག་བ། རྒྱ་གར་ལ་ནི་སུ་སྐྱེས་ལས་གྱོད་ཐུབ་མ་སོ། སྟབས་དེ་པ་ར་ལ་སོ་དྲ་བཙོང་ངན་དྲ་བོ་འདི་མི་ལག་དྲ་བོ་འདི་ཁྲི་ལས། བོད་པ། ཡིན་ནས་མེད་ནས་གང་བྱུང་མ་བྱུང་ཁྲི་ལས་ཁོང་ཚོ་ལ་ཉིན་ལོག་སྤྲད། ཨང་ཁོང་ཚོ་སྙིང་རྗེ་སོ་དྲ་བཙོང་ཁ་དྲ་ཡ་ལང་ཀ་ཡི་གྲོགས་ཚོགས་འཇིག་སྐོར་ར་འདི་ཡི་ཧ་གོ་ལ་མ་གོ་ལ་སླེ་ཤར་ལྟ་རྟོག་དྲ་བོ་འདི་སྤྲད་ཕྱིན་ན་ང་ཚོ་ཁྱེད་ཁྱེད་ལ་འགག་ལ། ཟ་ཡ་མི་དགོས་དེ་ཚོའི་ལྟོ་སྤྲད་ན་ཁྱེད་ཡོང་གོ་ར། ད་ནང་བཞིན་སླེ་དེར་ལྟ་མི་སུམ་བརྒྱ་ཁ་ཤས་ཅིག། ཁྱེད་རང་ཚོ་གི་གཡག་ཁྲ་ནི་རེད་བསམ་གི་རེད། ཁྱེད་རང་ཚོ་གི་ཁྱེད་བྱོས་ཡ་ཡོད་མ་རེད་ཁ་ཚི་སྙན་མ་ནི་ལ་སོ་ཨ། ཞིའུ་ཅིག་སྐྱེས་བུ་རྒྱ་ཁྱི་ལ་ཁ་བྱེད་ན་མ་བྱེད་ནི་ཁྱེད་བྱོས་ཡ་ནི་ཡོད་མ་རེད། སྟོང་པ་སླེ་གི་རེད་སྟོང་པ་འགྲོ་གི་རེད་འདི་པ་ར་ལ། སྲིད་ཇུས་ལྟེ་གཉེར་ལས་རྒྱུ་སྤེལ་ངེས་དེ་ཚོའོ། དཔལ་ངའི་ཁ་བ་གྲུ་ཐུག་པོ་ཆར་ལོ་དྲུག་རེད། ཁྱེད་ཚོ་མི་མང་དར་ནག་ཁུངས་ཀྱི་ཤ་ར་མི་མང་རྐུབ་བཏགས་རྒྱོ་བ་དེ་འདྲ། ཁྱེད་ཚོ་ལྐུགས་པར་ལྐུགས་པ། གང་ལ system ནག་པོ་གཅིག་གི་སྲིད་ཇུས་གཏན་འཁྱོག་གི་བར་ལ་ཁྱེད་ཚོ་ཧྥུར་ཅན་འདའ་མ་བཟོ་ནས་རེད་བ། ཐ་མ་ཐ་མ་དེ་ལ་རེད་ས་ག་ལ་ས་ལ་ཡོད་རྒྱུ་དེ་རེད། འདི་པ་ར་དེ་བ་ལ་ཅིག་ས་གི་ས་གི་ས་གི་ཆེན་ཐ་མ་བེད་སྤྱོད་བཏང་ས་འདི་མི་སྐྱོ་ཤོས་དེ་ཚོ་ལ་ཧ་གོ་གོ་དང་ཁྱེད་ཚོ་ཐབས་སྡུག་རེད། སུ་ཟེར་ད་འདོད་བེད་སྤྱོད་བཏང་ཆོག་གི་ཡིན་པས་རྒྱ་མི་གུང་བྲན་གྱི་ལག་ཆ་ཆ་གཉིས་འཕྲོ་གི་འདུག་བས། ཧྥུ་ཅན་ལ་ཟ་ཉེ་གོ་ཆོད་གི་ན་མེ་ལ་ཧག་མ་ཟ་ཧྥུ་ཅན་ལ་ན། Food Chain ལ་ན Biology ཐོག་ནས་ང་ཚོ་ཟ་ཡག་གི་ཐོག་ནས་རིམ་པ་རིམ་པ་ལས་ཞུ་བ།

ར། ཁྱེད་ཚང་སྤོ་རྨོ་སྐྱེ་བོས་ལ་ཡོང་ངེས་དེ་ཚོ་ཁྱེད་ཚོ་ཐབས་རྡུགས་ནང་ལོག་ནས་ཐབས་རྡུགས་ཚ་ཤོས་དེ་རེད་ལཱ། ཁ་ཆེམས་ལ་ཁྱེད་རང་ཚོ་མགོ་སྐོར་བ་ལ་ཐེབས་ནི། ཉུང་ཉུང་གཅིག་ལ་སྡོད་པ་ཁང་ནས་ཡོང་སྐོར་ར། དངོས་གནས་བྱས་ན། སྡོད་པ་ཆེ་ས་ཆེ་མགོ་སྐོར་དང་ཆབ་སྲིད་ཀྱི་ཐོག་ལ་ཡིན་ན། རྒྱལ་ཁབ་དང་མི་རིགས་ལ་ནི། བོད་མི་ས་ཡ་དྲུག་ལ་ནི་སྡོད་པ་ཆེན་པོ་བྱེད་མགོ་སྐོར་དང། ངའི་རྒྱལ་ཁབ་ངའི་མི་རིགས་ལ་ནི། ང་ལ་ཡི་དེ་གས་ཆུང་པར་འཚམས་འཚམས། ངའི་གྲོགས་པོ་གཅིག་པོ་ལབ་དེ་ན། ད་ཧྥུ་ཅན་ནང་ལོགས་ནས་དམའ་ཤོས་དེ་ཆགས་ཟ་ད་ཁྱེད་ཚོ་ཁ་ཆགས་ཐབས་སྡུག་པོ་རེད་དོ་ཨ། སྙིང་རྗེ་ཀུན་འབྱུང། ཁ་ཚེ་སྙེ་མ། ད་ལྟ་ང་ཚོའི་དགེ་བཤེས་ལྷ་རམས་པ། ཨ་ཀྲུག་ཚེ་བརྟན་མཆོག་གིས་གསུངས་ས། སྙིང་རྗེ་གསུངས་ས་བུ་མོ་མོ་དེ་ཚོ། ཨ་མ་ང་ལྟ། ཁྱོད་ཀྱིས་སྤྱི་དུས་རང་རེད་བསམས་ཆོས་ཀྱི་ནུས་པ་ཡོད་སྐྱོ། སྙིང་རྗེ་ག་བ་ལ་ཡོད་ང་གྲོ་བྱེད་ནས་ད་དཀོན་མཆོག་སུ་མི་རུ་ཡི་དད་སྐྱོ་དེ་ཚོར་ད་སྙིང་རྗེ་སྙིང་རྗེ་ཡོད་ཆག་གོ་མ་རེད། ད་དགེ་འདུས་པ་རྣམས་པ་ཡིན་དྲེ་རེད་དོ་ཨ་ཁྱོད་ཀྱིས་སྤྱི་དུས་རྣམས་པ་ཡིན་དྲེ་རེད་དོ་ཨ། ཁྱེད་ཚོ་གར་མོ་ག་རི་སྟུག་ཅག་ཤེས་སྟུག་ཅག་ཆེ་བྱེད་ནས་སྙིང་རྗེ་གི་ཡུལ་གྲོ་ཆག་དེ་ཡི་དོ་ཨ་ཁྱེད་ཚོ་ཨ་ངོ་ཚེག་མི་འདེད། ད་བསྟན་དྲ་དེ་ད་ཅིག་ད་ད་ད། ཧ་ཧ། ད་དུས་ཚོད་མི་འདུག་ལས་ཀ་འགྲོ་རན་སོང། མཚམས་བཞག་ཡས་ཡིན་མཚམས་བཞག་ཡས་ཡིན་ཨ་ནི། བོད་རྒྱལ་ལོ་བོད་རང་བཙན་རྒྱལ་ལོ། བདེན་པ་རྒྱལ་ལོ། ཆོས་རྒྱུད་སྤྱི་འཐུས་རྒྱལ་ལོ། རྣམ་པ་ཚོ་ཚང་ལོ། Australia གི་ཏི་རོལ་ང་དེ་ནས་ཉིན་རྒྱབ་པ་ནས་བཀྲ་ཤིས་དེ་ལས་ཡོད། ད་གནས་ཚུལ་བཟང་པོ་ཅིག་ཕེ་ཡ་ཡོད།